ཞུས་ཚར་སོང། ད་ལྟའི་ཆར་ལ་ཨ་ནི་ལྷག་པར་དུ་དེའི་སྤྱི་ཚོགས་ནང་ལོ་ལ་ད་ལྟའི་ཆར་ལ་ད་དཀའ་ངལ་ཤུགས་ཆེན་པོ་ཅིག་འཕྲད་འདོད་རོགས་ཡང་ད་ལྟའི་གི་གྲོས་ཚོགས་ཚོགས་ཐེངས་དགུ་པ་དེ་ངེད་ཀྱི་གནང་སྟངས་ཆ་ཚང་ལ་ལྟ་ཕྱིན་ནས་མི་མང་སེམས་ཁམས་འཁྲུགས་ཡོད་རེད། ལྷག་པར་དུ་སྤྱི་ཆོས་རྒྱུད་སྤྱི་འཐུས་ཅུས་ཀྱི་གྲོས་ཚོགས་ནང་ལོ་ལ་གནང་སྟངས་འདི་ལ་ལྟས་ཕྱིན་ནི་མི་མང་ནང་ལོ་ལ་ད་སེམས་ལ་རྨ་ཁ་ཆེན་པོ་ཅིག་བཟོས་ཡོད་རོགས། དགྲ་བོ་རྒྱ་དམར་གྱིས་བཟོས་མ་ཐུབ་བ་འདི་ད་ཆོས་རྒྱུད་སྤྱི་འཐུས་ཚོས་ཀྱི་སྤྱི། གྲོས་ཚོགས་ནང་ལོགས་ལ་བྱེད་ཀྱི་ཡོད་པ། ཆོས་རྒྱུད་སྤྱི་འཐུས་ཚོས་ཀྱི་ཁ་ནས་ཁོ་རང་འདི་ག་རང་ཨ་ནི་དགྲ་བོ་རྒྱ་དམར་དང་ཆིག་པ་ཡིན་པ་ཅིག་ཁོང་ཚོས་ཀྱི་ལས་ཀ་བྱེད་ཀྱི་ཡོད་འདུག་ག་ནི་ཨ་ནི་དེ་འདྲས་ཀྱི་འཁྲུག་ཆ་དོད་པའི་ཀྱི་ཨ་ནི་དུས་ཚོད་ཅིག་ལ་ད་འདྲས་ཀྱི་ཚོགས་གཙོ་ཚོགས་གཞོན་རྒྱུན་ལས་ཚོས་ཀྱི་ཨ་ནི་སྤྱི་འཐུས་ཨ་ཕྲུག་དེ་ཚོ་ད་ཕི་ནི་ཕ་ས་ཆ་དེ་མ་ལ་བཏང་ཤ་ན་ཨ་ནི་ད་ད་ལྟ་དཀའ་ཉེ་ག་འདྲས་འཕྲད་དོ། འདི་རེད་ཤག་ད་མོན་གོར་ལ་ད་ལྟ་ད་རིང་སྨོན་ལམ་མཐར་ཕྱིན་དང་ཨ་ནི་ཀུན་དགའ་བསོད་སྟོབས་གཉིས་ཨ་ནི་བྷི་གས་ལ་མི་མང་ལ་གཏམ་བཤད་རེད་དོ་འདི་སྐབས་ལ་མི་མང་གི་ཡ་རབས་བཟང་སྤྱོད་ཀྱི་ཐོག་ནས་ཨ་ནི་མང་གཙོའི་གི་འགྲོ་ལུགས་འགྲོ་སྟངས་གཞི་སྲུང་མང་གཙོའི་གི་ཐོབ་ཐང་དང་འགན་ཡོད་པའི་གི་ཐོག་ནས་ཨ་ནི་ཞི་བའི་གི་ཐོག་ནས་ཁོ་རང་གཉིས་ལ་སྙན་ཞུ་སྤྲད་སྙན་ཞུ་སྤྲད་ཚ་ནི་རྗེས་ནས་ཨ་ནི་མི་མང་གི་ཕ་ཨ་ནི་མ་དོན་འགྲུག་དོ་ད་ཁོ་རང་གཉིས་རྩ་ནས་སྐད་ཆ་ངན་པ་ལས་ད་ཨ་ནི་མ་ཉན་ན་དྲག་གི་རེད་ལ་ནི་དེ་ལས་ཕྱི་ནས་མ་དོན་འགྲུག་དོ

ཨ་ནི་ད་གར་བཞུགས་རེད། སྤྱི་འཐུས་ཀྱི་རྒྱབ་ལ་ལངས་ཕྱིན་ནས་ད་མི་མང་གིས་ད་རིང། མི་མང་ཉམ་ཆུང་ཡ་ལས་གུས་སྤེ་ནས་ལོག་འགྲོ་ངས་དེ་ཚོ་ལ་གནང་ལུགས་གནང་སྟངས་ག་འདྲའི་གནང་འདུག་དེ་བརྙན་མཐོང་ནས་ཟི་ཡ་འདུག་ཨ་ད་དེ་འགན་དེ་ཆ་ཚང། ཨ་ནི། སྤྱི་འཐུས་ཀྱི་ཚོགས་གཙོ་ཚོགས་གཞོན་ཨ་ནི་རྒྱུན་ལས་ཨ་ནི་སྤྱི་འཐུས་ཁོ་རང་ད་ལྟ་གཉིས་ཕེབས་པ་གཉིས་ཀ་དེ་ལ་ཨ་ནི་འགན་དེ་ཆ་དེ་ཡོད་ད། ཁྱེད་རང་ཚོས་ཀྱིས་ཡང་མ་ཡོང་ཕྱིན་ནས་ད། མི་མང། ལ་ག་འདྲའི་ཞིག་ནས་དཀའ་ངལ་སྤྲོད་དང་མི་མང་ཉམ་ཆུང་ཚོ་ལ་རྐུབ་བཀྱག་ཡ་བཀྱག་ནས་བཞུ་གི་འདུག་བ། དེ་འདྲས་དེ་སུས་བཟོད་པར་ལ་ན། ཚོགས་གཙོའི་དགེ་རྒན་འཁོར་བའི་གི་ཐོག་ནས་ད་ལྟའི་དུས་ལ་ད་མ་བཏང་ན་འགྲིག་གི་འདུག་ད་ད་ལྟ་དངོས་གནས་དྲང་གནས་རྙོག་དྲ་ཅིག་འགྲོ་དེ་ཧྲ། མི་མང་སྙོན་ནས་ཀས་ད་ཆོས་ད་སི་ཁ་ཁ་བྱས་ནས་མང་གཙོའི་གི་འགྲོ་ལུགས་འགྲོ་སྟངས་གཞི་སྲུང་རྒྱལ་ཁབ་གཞན་པ་ལ་མིག་དཔེ་ལྟ་བྱས་ནས་ཆོས་གི་སྤྱི་འཐུས་མོ་ཀོ་ལ་ནས་སྐད་རྒྱབ་གི་འདུག་སོང་ཙང་དེ་ཕང་དེ་སི་ལྷིང་འཇང་ཡ་ཆོས་ད་མི། མ་བཏང་ན་འགྲིག་གི་འདུག་བ་ཡོན་ཀྱང་རྐང་བཙུགས་ནས་མ་བཏང་ཕྱིན་ན་ད་ད་རིང་ག་འདྲས་ཅིག་དཀའ་ངལ་བཟོད་དོ། མི་མང་ཉམ་ཆུང་ལ་ག་འདྲས་བྱས་ནས་ད། ནང་ལོག་ལ་ཨ་ནི་དེ་འདྲས་བྱས་ནས་ད་རྙོག་དྲ་ཅིག་བྱུང་འདུག་ར་ད་འདི་དགྲ་དགའ་གཉེན་སྡུག་རང་རུ་ཨ་སོང་ཙང་དགྲ་དགའ་གཉེན་སྡུག་གི་ལས་ཀ་འདི་ད་སྤྱི་འཐུས་གྲོས་ཚོགས་སྒང་ནས་མ་མི་གཉིས་དེ་བཏང་བྱས་ནས་ད་རིང་དེ་འདྲས་ཆགས་འདུག་ཨ་ད་སྨོན་ལམ་མཐར་ཕྱིན་དང་ཀུན་དགའ་བསོད་སྟོབས་གཉིས་དེ་ག་འདྲས་ཡིན་མེད་དེ་ད་ང་ཚོས་ཚང་མེད་ཀི་གསལ་བོ་ཧ་གོ་གོ་ར་སྨོན་ལམ་མཐར་ཕྱིན་དགྲ་བོ་ཅིག་ཡིན་ན་སྤྱི་འཐུས་ཁོ་རང་ནང་ལོག་ལ་གྲོས་ཚོགས་ནང་ལོག་ལ་ཡ་བཞང་བྱས་ནས་སྐྱབས་རྗེ་ཟངས་མདོག་རིན་པོ་ཆེ་མཆོག་ལ་བཀའ་བློན་ཁྲི་ཟུར་སྐྱབས་རྗེ་མཁས་དབང་ཟངས་མདོག་རིན་པོ་ཆེ་མཆོག་ལ་ཨན་ཆབ་སྲིད་ལ་ཇུས་གཏོགས་བྱེད་མ་ཡོང་ཨ་ཟ་ལ་ནི་ཁོ་རང་གིས་དེ་འདྲས་བྱས་ནས་མ་ཉེས་ཁ་ཡོག་བྱེད་ཀྱི་ཡོད་ར་ད་ཁོ་རང་ཚོ་ཨ་ནི་རྐུབ་བཀྱག་འགའ་ལ་བསྡད་བྱས་ནས་ད་ཆབ་སྲིད་ཀྱི་བྱུས་གཏོགས་མེད་ན་ཁོ་རང་ཚོ་གི་གང་རེད་སྨོན་ལམ་མཐར་ཕྱིན་གྱི་ད་ལྟ་བར་དུ་ག་རེ་བྱས་བཞག་ཡོད་ར་ད་སྤྱི་སྤྱི་འཐུས་དེ་ཞབས་བཀྱག་འགའ་ལ་སླེབས་ནས་སྤྱི་བ་ལ་ཕན་ཐོག་བའི་གི་ལས་ཀ་སྣེ་མོ་ཅིག་ག་རེ་བཏོན་བཞག་ཡོད་ར་བཏོན་ཡོད་མ་ར་ཨ་འདི་གི་མཉམ་དུ་ལ་ད་ལྟ་ཅིག་འདུག་ཨ་ཀུན་དགའ་བསོ་སྟོབས་ལ་ཅིག་འགྲོ་བསྡད་ཀྱི་འདུག་ཨ་ཁོ་རང་ཡིན་ན་བཀའ་བརྒྱུད་ཀྱི་ཐོག་ནས་ཕེབས་རྒྱུ་ར་བཀའ་བརྒྱུད་ལ་ཕན་པ་གི་ག་རེ་བྱས་ཡོད་ར་ད་ལྟ་བར་དུ་ད་ལོ་སྟོབས་ན་འདི། ཕྱག་ལས་གནང་བྱེད་ནི་བཀའ་རྒྱུད་ལ་ཕན་པ་ཡི་ག་རེ་ཆོས། ལྷག་པར་དུ་དཔལ་རྒྱ་དབང་བཀའ་མ་པ་མཆོག་རྒྱ་གར་ལ་ཕ་ཕེ་བྷེ་མེ་བ་བཀའ་ཉེ་གཅིག་ཐོག་ནས་ཕྱི་རྒྱལ་ལ་བཞུགས་ཡོད་ར། ཁོ་རང་བཀའ་རྒྱུད་ཀྱི་ཕྱི་དུས་ཡིན་འདུག་ག་ནི་ཁོ་རང་གིས་དཔལ་རྒྱ་དབང་བཀའ་མ་པ་མཆོག་རྒྱ་གར་ལ་ཕ་ཕེབས་དུས་ཡ་ཡང་མ་ཕེབས་དུས་ཡན་གྱི་ལས་ཀ་སྣེ་གཅིག་ག་རེ་སྟོན་བཤད་ཡོད་ག་རེ་བྱེད་བཤད་ཡོད་ད། འོ་དེ་འདྲའི་གཅིག་གི་ཕྱི་དུས་གཉིས་སླེ་འདུག་ག་ནི་མི་མང་འགས་ད་དགོས་ཡ་མི་འདུག་སི་ལ་ནི་ཡ་རྣམ་འགྱུར་སྟོན་གྱི་ཡོད་རེད། རྣམ་འགྱུར་སྟོན་བ་འདི་སྤྱི་འཐུས་ལ་སྟོན་རྒྱུ་ཡོད་ར་མ་ཤེས་མི་མང་ནང་ལོག་ལ་ཨ་ནི་ཕ། དཀྲུག་དཀྲི་བཏང་ཡ་བྱེད་དུ་མི་མང་གི་གང་ཡང་ཞུ་མི་འདུག་ཨ་ད་ལྟ་འདི་བརྙན་ཐུང་འདི་ནང་ལོག་ལ་བཟི་དང་སོང་ཙང་ད་འདི་བརྙན་ཐུང་འདི་ཡག་པོ་བྱེད་ནི་གཟིགས་བྱེད་ནི་མི་མང་ལ་དཀའ་ཉེར་སྤྲད་རྒྱོ་འདི་ཨ་ནི་སུས་ཀྱི་སྤྲད་དོ་འདི་ངོ་ད་གཟིམ་བྱེད་ནི་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་རྒྱུ་ལས་ཨ་ནི་ད་འདས་གི་ད་གཉིས་དོ་སྨོན་ལམ་མཐར་ཕྱིན་དང་ཀུན་དགའ་བསོ་དོ་ཁོ་རང་གཉིས་ཀྱི་འགན་ཁྱེར་བའི་གི་ཐོག་ནས་མི་མང་ནང་ལོག་ནི་ཡ་ཕ་ཡ་མ་ཞུ་རེད་ཙེ་འདི་ཚོ་ཁྱོད་རང་ཚོ་གི་འགན་རེད་ད། ཁྱོད་ཚོའི་གིས་ཐེ་བལྟས་ཕྱིན་ནས་ད་ད་འདྲ་མི་མང་ནང་ལོག་ལ་དེ་འདྲས་ཆགས་བསྡད་དོ། མི་མང་ཡིན་ན་གིས་བསམ་བློ་ཡག་པོ་བཏང་གོ་རེ་ཡ་ཞུས་ས་འདི་ཞུས་ཡ་འདི། མང་གཙོའི་གིས་འགྲོ་ལུགས་འགྲོ་སྟངས་ཐོ་ནི་ཐོབ་སྟངས་རེད་འགན་རེད་འདི་ཡག་པོ་བྱེད་ནི་ཞུ་གི་ཡོད་རེད་འདི་ལ་ཉན་གོ་རེ་འདི་ལ་ཕ་འདོད་པ་མེད་པ་ཡིན་ན་སོ་སོ་འདོད་པ་མེད་པ་ཞིག་གསུང་གིས་ཁོ་ཞི་འཇམ་གིས་ཐོག་ནས་སོ་སོ་བསྡད་གོ་རེ་ཨ་ནི་སོ་སོ་རྒྱབ་སྐྱོར་ཡོད་ན་ཡོད་པའི་གིས་ཡོད་ཆོག་གོ་རེ་འདི་རྒྱབ་སྐྱོར་མ་བྱེད་སུ་གང་གཅིག་ལབ་ཉན་མི་འདུག་ཨ་འོན་ཀྱང་སོ་སོ་སོས་གིས་ག་རེ་སྟོན་གི་ཡོད་བ་དེ་མང་གཙོའི་གིས་འགྲོ་ལུགས་འགྲོ་སྟངས་ཞིག་གསུང་གིས་འགན་ཡོད་པའི་གིས་ཐད་ནས་སྟོན་གི་ཡོད་རོ་ཨ་སོང་ཙང་འོ་དེ་འདྲས་ཅིག་ཆགས་བསྡད་ཤག་ད་ད་ལྟའི་ཆར་ལ་དངོས་གནས་དྲང་གནས་ཀྱི་སྐྱུག་བྲོ་བའི་གི་ད་དེ་འདྲའི་གི་ཨ་ནི་ལས་རིམ་ཅིག་མ་བཏང་ཡོང་གི་འདུག་ཨ། མི་མང་ནང་ལོགས་ལ་སྤྱི་འཐུས་འཚམས་གཟིགས་ལ་ད་སྤྱི་འཐུས་འཚམས་གཟིགས་དེ་འཚམས་བཞག་ན་ཡག་པོ་ཡོད་རེད། ཚོགས་གཙོ་ཚོགས་གཞོན་གཉིས་ཀྱི་འགན་འཁུར་སྐོར་ད་ད་རིང་གི་མོན་གྷོ་ལ་གནད་དོན་བྱུང་བ་དེ་མི་མང་ཉམས་ཆུང་ལ་ཡ་རྐུབ་ཀྱག་ཀྱག་ནས་ཡ་ཞུ་ཡ་ད་དེ་ཚོ་ཚད་ལ་རྒྱས་པ་དེ་སྐོར་སོང་ལས་ཁུངས་དང་ཆ་ཚང་ལ་ཕ། སྙན་ཞུ་རྒྱབ་ཆེ་ནས་ཨ་ནི་གཙོ་བོ་དེ་ཚོགས་གཙོ་ཚོགས་གཞོན་ཨ་ནི་དེའི་གི་ངོ། འགན་འཁུར་ཉེས་འདིའི་ཀུན་དགའ་གསོ་ཐབས་དང་སྨོན་ལམ་མཐར་ཕྱིན་ཁོ་རང་གཉིས་གཙོ་བོར་ཆགས་པའི་གི་ཐོག་ནས་ག་ཅེ་ང་ཚོའི་མི་མང་གི་ཕ་ཡི་གི་བཏང་ཕྱིན་ད་བདེ་འཇགས་གང་ལ་སླེ་ཡོང་གི་འདུག་བ་ཁ་སིང་གྲོས་ཚོགས་འདུས་རྒྱལ་དཔལ་ལ། ཨ་ཀྲུག་ཚེ་བརྟན་ཡོད་ཨ་ཀྲུག། ཀྲུག་ཀྲུག་ཡ་གི་ཀྲུག་དེ་རེད་ད་ཨ་འབྲུག་མར་ཤང་ཨ་ཀྲུག་རེད་ཤག་ཨ་ཀྲུག་ཚེ་བརྟན་དང་ཡང། སྨོན་ལམ་མཐར་ཕྱིན་ཁོ་རང་ཚེ་རང་གི་ལབ་ཡོད་ར་བ་མི་གསལ་རེད་ཏུབ་རེད་ཐུག་གི་རེད་ད་སི་ལ་ནི་ད་ག་ཅེ་འོ་དེ་ཚོ་བརྙན་ཐུང་ཚང་མ་སྦྱར་བྱས་ནས་ང་ཚོའི་གི་ཉེན་རྟོག་པ་ལ་ག་ཅེ་ཕ་ཡི་འདི་བྱེད་གོ་འདུག་ཡི་གི་བཏང་གོ་འདུག

སོང་ཙང་དེ་ཚོ་མི་མང་མང་པོ་ཞིག་བློ་ཕམ་ཤིན་ཏུ་ཡོང་གི་འདུག་མི་མང་མཉམ་ཆུང་དེ་ཚོ་གིས་སོ་སོའི་གི་མངོན་འདོད་བཏོན་ནས་འགྲོ་གི་འདུག་བ། ངོ་ལེ་མེད་ན་ངོ་ལེ་མེད་ངོ་ལེ་ཡོད་ན་བསྡད་ནང་ལོག་ལ་སུ་བཀག་ཉེན་མི་འདུག་བ། འོན་ཀྱང་འདི་མི་མང་ནང་ལོག་ནས་དྭ་ཕྲུག་སྤུ་གྲུ་བཟོས་ནས་ད་ཡར་མ་སྐད་རྒྱབ་ཕྱིན་ནས་ད་དེ་ཚོ་ཚང་མ་བརྙན་པར་ནང་མཐོང་ཡ་འདུག་བ། སོང་ཙང་དེ་ཚོ་ཡོང་ཁུང་གི་རྩ་བ་དེ་ཨ་ནི་སྤྱི་འཐུས་ཚོགས་གཙོ་དེ་གི་འགན་མ་ཁྱེར་བའི་ཐོག་ནས་ཨབ་ཕྲུག་དེ་ཚོ་ག་བ་ག་ས་ལ་བཏང་ཡོང་གི་འདུག་བ། ད་ལྟའི་ཆར་ལ་བོད་མིའི་སྒྲིག་འཛུགས་ལ་དཀའ་ངལ་ཡོད་རེད་དཔལ་འབྱོར་དཀའ་ངལ་ཡོད་རེད་ལ་དུ་ག་ནས་སོ་སོ་གི་སྤྱི་འཐུས་དེ་ཚོ་གཏང་དགོས་ཡམ་དུ་དེའི་དངུལ་དེ་ཚོ་ཕ་ཨ་ཞལ་འདེབས་རྒྱག་ཤག་ན་འགྲིག་གི་འདུག་ལྷག་པར་དུ་ད་ལྟ་ལ་དྭགས་ལ་དཀའ་ངལ་ཤུགས་ཆེན་པོ་འཕྲད་འདུག་ཨ་སྤྱི་འཐུས་ནས་ག་ཚོད་ཀྱིས་དཔལ་འབྱོར་གྱི་དུས་རུབ་ཕྱིས་ལས་ཀ་ཆ་ཚང་བཀའ་ཤག་གི་ཕྱིས་དཔལ་འབྱོར་ཚང་མ་བཀའ་ཤག་གི་དུས་སྤྱི་འཐུས་ཁྱོད་ཚོ་གིས་ད་ལྟ་བར་དུ་ག་ཚོད་དཔེ་ཤག་དུས་ནས་ད་ལ་དྭགས་ལ་ཕ་སྤྲད་ཡ་ཡིན་པས་ཨན་ད་ལྟའི་གི་ཆོས་རྒྱུད་སྤྱི་འཐུས་དེ་ཚོ་ཁྲི་ལྔ་ང་གླ་ཆ་ཟ་ཕྱིས་ནས་སྒེར་ལ་མོ་ཏྲ་ཉོས་ཡ་དེ་འདྲས་ཁྱོད་ཚོ་ལ་རག་གི་འདུག་སོང་ཙང་དེ་ཚོ་ཚང་མ་ཁྱོད་ཚོ་ག་ཚོད་སྤྲད་ཡིན་པས། ལ་བདག་ལ་དཀའ་ཉེ་དེ་འདྲའི་ཆེ་དོ་གྱོང་གུད་འབུམ་ཉིས་བརྒྱ་ལྷག་སྲིད་རག་དོ་ཁྱོད་ཚོ་རེ་རེ་གིས་ཁྲི་ལྔ་ལྔ་སྤྲད་མ་ཐུབ་བ་དེ་འདྲས་མི་འདུ་བས་གང་བྱེད་འོ་དེ་འདྲས་བྱས་ནས་གང་བྱེད་ལྟ་ཁྱེད་ཚོ་དངོས་གནས་དྲང་གནས་ཀྱིས་ང་ཚོའི་ཚང་མེད་ཀྱི་ཚད་ལ་རྒྱལ་བ་དངོས་གནས་དྲང་ལྟ་ཆོས་དང་སྲིད་དེ་ཁ་ཁ་དགོ་ཡ་དེ་གལ་ཆེན་པོ་ཞིའུ་ཅི་རེད་དོ་ལྷག་པར་དུ་ཆོས་རྒྱུད་སྤྱི་འཐུས་བཅུ་གྱིས་ད་ལྟའི་གི་ཕི་གི་གྲོས་ཚོགས་ནང་ལ་བསྡད་ཕྱིན་ནས་ཁོ་རང་སོ་བཅུ་འདི་ལ་བསྡད་དགོས་ཡོད་བ་འདྲའོ་དེ་འདྲས་ཡིན་ན་ཨ་ད་ད། ཇོ་ནང་དང་ཚང་མས་ཀྱིས་ད་སྐུ་བརྒྱ་ཡར་སླེབས་དགོར་བ་དེ་འདྲས་མ་རེད་ད་གང་ཅེས་མང་གཙོའི་འགྲོ་ལུགས་འགྲོ་སྟངས་གཞི་བཟུང་གི་ཐོག་ནས་གང་ཅེས་ཆོས་དང་སྲིད་དེ་ཁ་ཁ་བྱེད་ཡ་དང་ཆོས་རྒྱུད་སྤྱི་འཐུས་འདི་ད་ལྟའི་ཆར་ལ་ད་ང་ཚོ་ལ་དགོས་ཡ་མིན་འདུག་ལབ་ཀྱི་ཡོད་གང་ལ་ཞུས་ན་ཆོས་རྒྱུད་སྤྱི་འཐུས་འདི་འོས་ཤོག་གི་ཐོབ་ཐང་གི་ཐོག་ནས་མི་མང་ལ་བདམས་ཡ་ཡོད་མ་རུ་བའོ་དེ་འདྲས་ཕྱིན་ནས་དང་དོན་དག་དང་པོ་དེ་ལ་གཉིས་བ་དེ་ལ་གང་ཅེས་འཛམ་བུ་གླིང་གི་མང་གཙོའི་རྒྱལ་ཁབ་ནང་ལོགས་ལ་ཆོས་དང་སྲིད་མཉམ་འདུ་ལ་མིན་འདུག་གསུངས་ས་དེ་ཚོ་མིག་དཔེ་ཡར་བལྟ་བྱེད་ཕྱིན་ནས་དགོས་ཡ་མིན་འདུག། ཨ་ནི་གསུམ་པ་དེ་ལ། ད་གང་བྱེད་ད་འདས་ཀྱི་ཆོས་རྒྱུད་སྤྱི་འཐུས་བཅུ་དེ་གི་གནང་སྟངས་དེ་འདྲ་བོ་རྒྱ་ནག་དང་གཅིག་པ་གཅིག་རྐྱང་ད་འདོད་འདི་ལས་སྡུག་ག་སོ་སོ་བོད་པ་གཅིག་མིང་ཁས་ཆེ་ནས་མི་མང་གི་ཡག་འདུལ་བྱ་རྒྱུ་ཁྲག་གསོག་གནང་གསོག་གི་དཔེ་ཆ་དེ་ཡ་བཟའ་འཛམ་བུ་གླིང་ནས་རོགས་སྐྱོ་རག་སྐྱོ་དེ་ཚོ་ཁོང་ཚོའི་གི་གླ་ཆ་ལ་སྤྲད་དགོས་དེ་འདྲ་ང་ཚོའི་ཐུབ་ཐབས་མི་འདུག་སོང་ཙང་ད་འདའི་ཆ་ལ་ད་ཆོས་རྒྱུད་སྤྱི་འཐུས་མེད་པ་ཡིན་ན་འགྲིག་ཤགས་གང་ལ་ཞུ་ན་ཆོས་རིག་ལྷན་ཁང་ཡོར་བ་ཆོས་རིག་ལྷན་ཁང་གི་རྒྱུད་ནས་ཨ་ནི་ཚང་མའི་གི་ད་འདས་སྡུག་ལྟ་གི་འདུག་བ། སྤྱིར་བཏང་ནི་གྲྭ་ཚང་ཚང་མ་རང་ཁ་རང་གསོས་རོགས། འོན་ཀྱང། འདི་ནས་ནས་ག་རེ་ཆོས་སྣོད་ཕུལ་གི་ཡོད་ན་ད་ལྟ་བར་དུ་ཆོས་རིག་ལས་ཁུངས་ནས་ཕུལ་གི་འདུག་སོང་ཙང་ད་ད་འདས་ཆར་ལ་ད་ཆོས་རྒྱུད་སྤྱི་འཐུས་རྩ་བ་ནས་མོ་གོ་བ་དེ་ད་དཔང་རྟགས་སིག་སི་ཨ་ནི་ང་ཚོས་ཀྱི་བརྙན་ཐུང་བརྒྱུད་ནས་ཨ་ནི་འདུག་ཟེར་མཐོང་ཡ་འདུག་ཨ་འོ་དེ་འདྲས་ཡིན་ཨ་ནི་ད་གང་བྱས་ད་ལན་གྱི་དོན་རྐྱེན་བྱུང་བ་དེ་སྤྱི་ཆོས་རྒྱུད་སྤྱི་འཐུས་ཁ་ནས་ཁོ་རང་གི་བཟུང་བྱས་ནས་ཨ་ནི་ད་ད་འདས་མི་མང་གི་འདི་ནང་ལོག་ལ་དཔང་རྟགས་ཐོན་ཡོང་གི་འདུག་སོང་ཙང་ད་དེ་ཚོ་ང་ཚོས་ཀྱི་ཉན་ཉན་རྟོག་པ་དང་སྐོར་སྲུང་བ་དང་ཚང་མ་ལ་ད་ཀམ་པ་ལན་བརྒྱབ་བྱས་ནས། ད་རྗེས་འོང་དེ་ཕྱིས་གོ་ཨེ་དེ་ཆགས་བཞག། ཨ་དེ་ནས་ཐ་མ་དེ་ལ་ད་ང་ཚོས་ཚང་མ་བོད་པ་གཅིག་པར་བ་ང་ཚོ་བཙན་བྱོལ་ནང་ལོགས་ལ་ད་ལ་དྭགས་ལ་དཀའ་ངལ་ག་ཚོད་འཕྲད་འདུག་རོགས། ཨ་བོད་ནང་ལོགས་ལ་དཀའ་ངལ་འཕྲད་འདུག་ག་ནི་ཁམས་ནས་ས་དེང་རི་བར་དུ་འགྲོ་སོང་བ། ཨ་མདོ་ནས་ས་དེང་རི་བར་དུ་འགྲོ་སོང་བ་ལྷ་ས་ནས་ས་དེང་རི་བར་དུ་འགྲོ་སོང་བ་ད་ང་ཚོའི་བཙན་བྱོལ་ནང་ལ་ཡོད་སྐྱོར་གྱི་ད་ད་རྒྱ་གར་ནང་ལ་ཡོད་སྐྱོར་གཡག་ཡོན་གྱི་ད་ད YouTube པར་ད་དེ་ཚོ་ད་ག་བ་ཡོད་རེད་ད། ད་ཁྱོད་ཚོ་ཕི་གི་ལ་དྭགས་ལ་རོགས་པ་བྱེད་དགོས་འདུག་ཞལ་འདེབས་གནང་དགོས་འདུག་ད་ང་ཚོ་འདས་བ་ཡིན་ན་ང་འདས་ལ France ལ་ཡོད་རེད་ད་འདས་བོད་རིགས་ཚོགས་པ་ཡོད་རེད་འདས་ལ་དོན་གཅོད་ལས་ཁུངས་དང་སྐུ་ཚབ་ཡོད་རེད་རྣམ་པ་ཚོས་ཀྱི་ཞལ་འདེབས་འདུས་ཡ་འགོ་བཙུགས་རོགས་གནང་ང་ཚོ་སོ་སོས་ཀྱི་གང་ཐུབ་ཅི་ཐུབ་ཀྱི་ཞལ་འདེབས་རྒྱབ་ཀྱི་ཡིན་ཡིན་ནས་རྒྱ་གར་ནང་ལ་ཡོད་པའི་ཀྱི་ད་ཆ་ཚང་གི་གང་ཐུབ་ཅི་ཐུབ་ཀྱི་ཕྱག་དྲུག་མཉམ་སྡེབ་ཐོག་ནས་ལ་དྭགས་འདི་ལ་ཞལ་འདེབས་རྒྱབ་དགོས་འདུག་ལྷག་པར་དུ་ད YouTube པར་དེ་ཚོ་དོན་ཞོ་ཁྱེད་ཚོ། བོད་ནང་གི་ཡུལ་གྲུ་པར་དང་བོད་ནང་གི་སྐད་གྲགས་ཆེན་པོ་གི་སྤྱི་ཚོགས་དྲ་རྒྱ་སྟེང་ལ་བོད་ཡུལ་དངོས་སུ་ག་ཚོད་ཅིག་གི་ཞལ་འདེབས་གནང་གི་འདུག་ར་འོ་དེ་འདྲ་རེད་ཨ་ནི་འདི་མཉམ་ཐོག་ལ་ཨ་ནི་ད་ལྟ་བླ་ཆེན་ཁག་འདི་ཚོ་ད་ལྟ་ས་སྐྱ་གོང་མ་རིན་པོ་ཆེ་མཆོག་དང་ད་ད་ད་རིན་པོ་ཆེ་མང་པོ་ཡོད་ར་བླ་མ་ཕྲུ་གུ་རྣམ་པ་ཚོས་གི་འབུམ་བརྒྱ་ཉིས་བརྒྱ་དེ་འདྲ་གནང་བ་ཡིན་ན་ཏན་ཏན་གི་ཕན་ཐོག་གོ་རེད་ལ་བདག་ལ་དངོས་གནས་དྲང་གནས་འོ་དེ་འདྲ་ཞུ་ཡ་ཡིན་ད་ད་རིང་གི་མོན་གོར་ལ་དོན་རྐྱེན་བྱུང་བ་འདི་རྒན་གངས་ཚང་སྨོན་ལམ་མཐར་ཕྱིན་དང་ཨ་ནི་ཀུན་དགའ་སོ་ཏོག་ཨ་ནི་བྱིས་དུས་ཚོགས་གཙོ་གི་མ་བཏང་ཤ་བ་འདི་རྒན་དེ་ཆ་དེ་ཡོད་ར་ད། ཨན་བྷི་གིས་མི་མང་ལ་དེ་འདྲས་ཕྱིན་རྐུབ་བཀྱག་ཞུས་བྱས་ནས་ཨན་ནི་ཕ། མ་ཉེ་ཁ་ཡོག་དང་མི་མང་ལ་ཉེས་རྡུང་བཏང་ཡ་དེ་འདྲས་ཅིག་གི་འགོ་བཙུགས་བ་འདི་དངོས་གནས་དྲང་གནས་ཀྱི་ངོ་ཚ་བོ་དང་སྔོན་ལ་འཆར་བ་རེད་འོ་དེ་འདྲས་རེད་ཤ་ད་འདི་སྤྱི་འཐུས་ཀྱི་འགན་འཁྱེར་འོག་རེད་ང་ཚོ་འདི་ཀམ་པ་ལེན་དེ་ཏག་ཏག་ཅིག་སྤྲད་དགོས་འདུག་ཟེར་བ་ནས་འོ་དེ་འདྲས་ཞུ་ཁ་བཅར་བ་ཡིན་ལ།